སྤྱི་བཏང་གི་བསམ་ཚུལ་ཅིག་ཞུ་དགོས་བསམས། ད་ང་རང་ཚོ་ད་ཟླ་བ་ཁ་ཤས་ཅིག་མཉམ་དུ་འདིར་ཞིབ་བྱེད་ཨ་ནི་ད་ཆོས་དམ་ཚིག་གི་འབྲེལ་པ་ཆགས་ཚར་རེད། དེ་འདྲ་ཡིན་དུས་ཨིན་ཇི་སྐད་མ་སོང་ན་ང་རང་ཚོ་གཅིག་གི་གཅིག་ལ stranger ཆགས་ཡོད་མ་རེད་ང་རང་ཚོ་ད་ཅིག་འབྲེལ་པ་ཆགས་ཚར་རེད། དེ་འདྲ་ཡིན་དུས་ཅིག་ངའི་སེམས་ནང་ལ་བསམས་པ་གནས་ཚུལ་དེ་འདྲས་ཅིག། ཞུ་གོ་བསམ་སྤྱི་དང་གཙོ་བོ་དང་བསྟན་པ་གི་དོན་དག་ལ་ཡིན། ད་ང་རང་སོགས་ད་ལྟ་བར་དུ། གུ་རུ་རིན་པོ་ཆེ་གི་རྗེས་འཇུག་དང་ང་ཆོས་རྙིང་མ་བ་ཐམས་ཅད། དངོས་གནས་དྲང་གནས་ཀྱི་ཅིག། ད་ལྟ་བར་དུ་གཟི་བརྗིད་ཆེན་པོ། པའི་འབྲུག་པའི་སྐྱེལ་མ་སོགས་ན་བཟང་ལམ་ལམ་ཟས་ན་བཞིན་བྱས་ནས་སྤོབས་པ་ཆེན་པོ་བྱས་ནས། ད་ནི་ཡོད་བསྡད་པ་དེ། ད་བཅའ་བཞི་རྣམ་པ་གི་བཀའ་དྲིན་རྟེན་བྱུང་བ་རེད། སྐྱབས་ཆེན་རྣམ་པ་གྱི་ཕྱག་ལེན་གནང་སྟངས་ང་དུ་བསམ་བློ་བཏང་དུས་ཁོ་རང་རྣམ་པ་ཕར་ཕྱིན་བཀའ་མོལ་གནང་ནས་ག་རེ་གལ་ཆེ་ས་རེ་བལྟ་ནས་ཨ་ནི་དེ་ལ་ཕྱག་ལེན་གནང་བ་བཟོ་འདྲ་བ་ཞིག་གཙོ་བོ་དེ་ལ་ལྟོས་གནང་བ་བཟོ་རང་བྱེད་ཀྱི་འདུག་དཔེར་ན་སྐྱབས་རྗེ་བདུན་ཅུ་རིན་པོ་ཆེ་དང་ད་ཐེངས་ཁུ་ཆེན་ཚེ་རིན་པོ་ཆེ་ཁོང་རྣམ་པས་ཀྱི་བསྟན་འཕེལ་གྱི་དོན་ལ་ཕྱག་ལེན་མང་པོ་གནང་ཡོད་རེད་དེ། གཙོ་བོ་དབང་ལུང་འཆད་སྤེལ་དེ་ལ་གལ་ཆེ་བ་ཅིག་གཙོས་ལྟོས་ནས་བཟོ་རང་བྱེད་ཀྱི་འདུག། ད་ད་ལྟ་ང་རང་ཚོ་ཅིག་དཔེ་མཛོད་ཟེར་མཁན་འདྲ་དང་ཀརྨ་ཟེར་མཁན་འདྲ་དབང་ལུང་གི་རྒྱུད་འདི་ཚོ་ཡོད་བསྡད་པ་དེ་ཁོང་རྣམ་པ་བཀའ་དྲིན་རེད་འདུག་བ། ཁོང་རྣམ་པས་ག་སྲིད་ཀྱི་དེ་འདྲ་ཅིག་གནང་ཐུབ་མེད་པ་ཡིན་ན། དེ་རིང་ང་ཚོ་དབང་ལུང་རྒྱུད་མེད་པ་ཅིག་ཆགས་ན། དེ་རིང་གང་ཡང་མེད་པ་ཅིག་ཆགས་ས་རེད། དེ་འདྲ་ཡིན་དུས། འབྲུག་འདྲ་བོ་ལ་ཆ་བཞག་ན་རྒྱ་བརྒྱུད་བདུན་བརྒྱུད་རིན་པོ་ཆེའི་ཕ་རྗེས་གནམ་ལོ་བཞི་བཅུ་ཞེ་གྲངས་ལ། བཀའ་འདི་དཔེ་མཛོད་གནང་ཡོད་པ་འདྲ་ཤར་ཆོག་ལ། ཨ་འདི་ན་བཞིན་བདུན་ཅུ་དོན་གྲངས་ལ་མཁྱེན་བརྩེ་རིན་པོ་ཆེ་གནང་ཡོད་རེད། ཨ་འདི་རྗེས་ལ ྋསྐྱབས་རྗེ་རྡོ་གྲུབ་རིན་པོ་ཆེ་དགེ་ལེགས་ཕུལ་གནང་ཡོད་རེད། དེ་རྗེས་ལ་སྟག་ལུང་རྩེ་དྲུག་རིན་པོ་ཆེ་གནང་ཡོད་རེད་དེ་འདྲ་ཡིན་དུས། ད་ས་དྷི་ག་ཚ་མང་པོ་ཅིག་གདན་ཚུད་དེ་འབྲུག་བྱང་པ་ལ་དྷི་ག་ཚ་གནང་ཡོད་རེད་ཨ་འདི་ན་བཞིན་འབྲས་ལྗོངས་རེད། རྒྱ་གར་རེད་ག་ས་ག་ལ་གཙོ་བོ་ཅིག་དབང་ལུང་གི་རྒྱུད་འདི། ཁོང་རྣམ་པས་ཀྱི་ཅིག་བཀའ་དྲིན་བརྟེན་ཏེ་བྱུང་བ་རེད་འདུག། དེ་ནང་བཞིན་གྱི་བྱམས་ཆོས་ཁྲུ་བཞི་རིན་པོ་ཆེ་སྐུ་གོང་མ་དང། སྟག་ལུང་རྩེ་ཁྲུ་རིན་པོ་ཆེ་རྣམ་པ་གཉིས་ཀྱིས་འདུལ་བའི་བསྟན་པ་ལ་ཤུགས་བསྐྱོན་ནས། གཙོ་བོ་དང་སྤྱི་དང་གི་གནང་རྒྱུ་དང་དཔེ་ནོར་རིན་པོ་ཆེ་དང་ཁོང་རྣམ་པས་ཚང་མ་གནང་ཡོད་རེད་དེ། ལྷག་པར་དུ་འདུལ་བའི་བསྟན་པ་ལ་ཤུགས་བསྐྱོན་གནང་མཁན་ད་ནི་རྩེ་ཁྲུ་རིན་པོ་ཆེ་དང་ཁྲུ་བཞི་རིན་པོ་ཆེ་ཁོང་རྣམ་པ་བཀའ་དྲིན་དེ་ད་ལྟ་ང་རང་ཚོ་ད་སྙིགས་མའི་སྨད་འདུལ་ཟེར་ཡ་དེ། ཅིག་ཡོད་བསྡད་པ་དེ་དག་ཁོང་རྣམ་པའི་བཀའ་དྲིན་ཅིག་ཆགས་ཀྱི་འདུག་བསམ་གྱི་འདུག། པས་དེ་ནང་བཞིན་གྱི་དེ་ནས་བཅའ་བཞི། བྱེ་བྲག་རིན་པོ་ཆེ་དང་དང་རྡོ་གྲུབ་རིན་པོ་ཆེ་ཁོང་རྣམ་པ་བཀའ་དྲིན་གྱི་གཙོ་བོ་ཉམས་རྟོགས་པ། སྒྲུབ་པ་ཉམས་ལེན་ལ་གཙོ་བོ་སྟོན་གནང་བྱས་ནས་ཁོང་རྣམ་པའི་བཀའ་དྲིན་གྱི་ཕྱིར་ང་རང་ཚོ། སྒྲུབ་པ་ཉམས་ལེན་དེ་ང་ཆོས་རྙིང་མའི་ནང་དང་ཡོད་བསྡད་པ་དེ་ཁོང་རྣམ་པའི་བཀའ་དྲིན། དེ་ནང་བཞིན་གྱི་དེ་ནས་བཅའ་བཞི་གྲུབ་དབང་དཔལ་ནོར་རིན་པོ་ཆེ་དགྲ་བོ་ཆེ་ལ་མཚོན་པ་ཡིན་ན། ང་འགྱུར་གྱི་བཤད་གྲྭ། དེ་འདྲའི་གི་རྒྱ་ཆེན་པོ་ཞིག་བཅོས་ནས་ད་ད་ད་ག་པར་འགྲོ་ན་ཅིག་ང་རང་ཚོ་སྔ་འགྱུར་རྙིང་མའི་གི་མཁན་པོ་ཚན་དང་ཡོད་དེ་མང་པོ་ཅིག་ང་ཚོ་ཆུང་ཆུང་གང་དུ་བ་ལ་མཁན་པོ་དེ་གཉིས་གསུམ་ཅིག་མ་གཏོགས་ཙམ་ན་གྲངས་ཀ་བརྒྱ་ཡོག་མ་རེད་ད་ད་ད་དེ་ན་ཉིང་དུ་བ་ལ་ལྔ་བརྒྱ་དྲུག་བརྒྱ་དེ་འདྲའི་མཁན་པོའི་ཚན་བསོད་ནམས་དེ་ཡིན་དུས་ཅིག་བསྟན་པའི་གི་དོན་དག་ལ་ཁོང་རྣམ་པས་ཅིག་ཕྱར་བ་གྲུ་འདེགས་ཅིག་གི་ཐོག་ནས་ཧ་ཅང་གི་ད་ཕྱག་ལས་ཅིག་མཛད་རབ་བ་ཁོང་རྣམ་པའི་བཀའ་དྲིན་ལ་བརྟེན་ནས་ད་དུ་ཕྱག་བདེ་བ་རེད། བདག་ཁོང་རྣམ་པ་སྐུ་བཞུགས་པའི་སྐབས་ལས་ན་ང་ཚོ་གཟི་བརྗིད་ཆེན་པོ་རེད་དེ་དང། འདུས་བྱས་མི་རྟག་པ་ཆོས་བཀུར་བའི་ཆེད་དུ་དེ་ནས་རེ་རེ་རེ་རེ་བྱས་ནས་ད་ཅིག་དུས་ཚོད་ཐུང་ཐུང་ནང་ལ་ཅིག་ཚང་མ་ཅིག་ཕེབས་རེ་བ་སོགས་འདྲ་པོ་ཅིག་དཔེར་ན་ད་ངེད་ཅག ྋསྐྱབས་རྗེ་རྡོ་གྲུབ་རིན་པོ་ཆེ་དགོངས་པ་རྫོགས་རའི་སྐུ་བཞུགས་དེ་ཡོད་ན་ཅིག་བཀའ་ཆོས་དབང་ལུང་འདྲ་མ་གནང་ན་ཡང་ཅིག་ང་ཚོ་གཟི་བརྗིད་ཆེན་པོ་འདྲ་པོ་ཅིག་ད་དེ་མ་བཞུགས་དུས་ཅིག་མགོ་ཆད་པའི་སོགས་འདྲ་པོ་དེ་འདྲ་ཅིག་ཚོར་གི་འདུག་བསམ་གི་འདུག་དེ་འདྲ་ཡིན་དུས་ད་ན་ཉིན་བར་སྐབས་ཤིག་ལ་རྡོ་རྗེ་གདན་སྨོན་ལམ་ཚོང་འདུས་དུ་བ་ལ་སྙིགས་མའི་དབུ་འཛིན་དཀོན་ཡང་བཀའ་མོལ་འདྲ་བོ་ཅིག་གནང་ཅིག་བྱས་པ་རེད། ད་དེ་འགོག་གི་མི་འདུག་ཞུ་མཁན་ང་ཡིན། ང་ལ་བྱས་ན་ཟེར་ཅེས་གསུངས་བ་རེད་འགོག་གི་མི་འདུག་ཞུ་ཡ་རྒྱུ་མཚན་གང་ཡིན་ཟེར་ན། ཁོང་རྣམ་པ་ནང་བཞིན་གྱི་དང་སྙན་མ་གྱི་བླ་མ་ཁོང་རྣམ་པ་ནང་བཞིན་གྱི་ཅིག་སྐུ་ཡི་བ་སྤུ་ཁུང་བུ་གཅིག་གི་ཡོན་ཏན་ཡོད་ངེས་ཅིག་ད་དཀའ་ལས་ཁ་པོ་ཡིན་གྱི་རེད་ཕ་ཆེན་ད་ང་རང་མ་དག་པའི་སྣང་བ་ཡིན་ན་གང་ཞེས། དེ་འདྲ་ཡིན་དུས་ང་ཚོ་ཁམས་པའི་དཔེ་ཅིག་ཡོད་རེད། ང་རང་ཚོ་ཚང་མ་ཕ་སྟེ་འུག་པའི་ངོ་ཚུ་སྟེ་ལི་ལི་ངོ་ཟིང་ཡང་ཁྲོད་འདྲ་པོ་ཅིག། ཁྱེད་རྣམ་པ་ཧ་ཅང་ཧ་གོ་རྒྱུ་མ་རེད། གཅིག་པ་འདྲ་ཅང་ཅང་ཅིག་རེད་འདོད་དུས་ད་དེ་འདྲས་ཀྱི་ཅིག་སྙིགས་མའི་དབུ་འཛིན་གྱི་ལམ་ཅིག་བཏོད་ན། དེ་མ་འོངས་པ་ན་ཅིག་ཧམ་པ་ཆེན་པོ་འདྲ་དང་ཁ་ཤུགས་ཡོད་ངེས་འདྲ་དང་རྒྱུ་ཡོད་ངེས་འདྲ་པོ་ཅིག་གིས་དེ་འདྲས་ཀྱི་ཅིག་མིང་ཅིག་ཁུར་ནས། དེ་ནི་སྙིགས་མའི་དབུ་འཛིན་ཟེར་ཏེ་ད་ཕ་ཆེན་མགུར་རིན་པོ་ཆེ་རྒྱ་ཚབ་འདྲ་པོ་ཅིག་ཆགས་འགྲོ་གི་ཡོད་མ་རེད་པས། དཔེར་ན་དགའ་ལྡན་ཁྲི་པ་ཡིན་ན་ད་རྗེ་རིན་པོ་ཆེ་སྐུ་ཚབ་ཡིན་ཟེར་གྱི་འོར་བ་གསུང་གི་འོར་བ་ད་ཁོ་ན་པ། དེ་འདྲ་ཡིན་དུས་ད་དེ་འདྲའི་ཅིག་གི་མཚན་ཅིག་བེད་སྤྱོད་བཏང་ནས་ཡང་ཅིག་ནོ་གང་ཞུགས་རེད་ལས་ཀ་སྡུག་ཅག་ཅིག་ཡོང་མི་སྲིད་པ་མ་རེད་བ་ད་དུས་ཚོད་སྡུག་ཅག་རེད་འདུག་བ། འོ་དེ་འདྲ་ཡིན་དུས་ད་དེ་མེད་ན་ཡག་ས་རེད། ང་རང་ཡང་བྱེད་ཀྱི་མེད། ད་དེ་སྐབས་ཅིག་མེད་ནས་ད་ང་རང་ཚོ་ཕྱར་བ་གྲུ་འདེགས་ཅིག་གི་ཐོག་ནས་ཨ་ནེ་བསྟན་པ་ལ་ཞབས་ཕྱི་ཚང་མས་གང་ཐུག་ཐུག་ཅིག་ཧུར་ཐག་པ་གནང་བཞག་ན།

ད་ང་རང་ཚོ་བླ་སྤྲུལ་དང་མཁན་པོའི་མཚན་བཞེས་དེ་ཡང་མང་པོ་ཅིག་དངོས་གནས་བསྟན་པའི་དོན་དག་ལ་བལྟས་ཅིག་ད་ཚང་མས་ཧ་རུ་བ་རུ་བྱས་ནས་ཤུགས་སྤྱོད་ཡག་གི་དུས་ཚོད་ཅིག་ཆགས་འདུག། གཙོ་བོ་ང་དེ་ཞུ་འདོད་བྱུང། ད་འདི་ཡིན་དུས་ད་ང་ཚོས་ཅིག་བསྟན་པ་ལ་ཕྱག་ལས་གནང་དགོས་འདུག་ཟེར་དུས། ག་པ་ཡིན་ནས་ཅིག་ས་ཆ་གཞན་པ་ཅིག་ནས་ཅིག་བྱེད་ཀྱི་གོ་བའི་ཟེ་ཡག་འདྲ་བོ་ཞིག་དང། སྙེ་མ་ག་རེ་ཡིན་པ་ཅིག་ལ་འཇུ་བ་བཏང་བོ་དང་ཟེ་ཡག་ཅིག་དེ་འདྲའི་སྐད་ཆ་ཅིག་བཤད་བསྡད་པ་དེ་ཁོ་འགྲུབ་ཡ་མེད་པ་ཅིག་རེད། ད་ལྟ་ང་ཚོས་ཀྱི་གནས་སྟངས་ག་རེ་ཡིན་པ་དེ་གི་ཐོག་ནས། ཨ་ནི་ལེགས་སྤེལ་ཉེས་འགོག་བཅས་ཀྱི་ཐོག་ནས་ད་བསྟན་པ་ལ་ཡ། ཕྱག་ལས་གནང་ན། དེས་ཅིག། དོན་དག་འགྲུབ་པ་ཅིག་ཡོང་གི་མེད་རོ། ད་ངས་བསམ་ཚུལ་འདྲ་བོ་དེ་ཞུ་ཡ་ཡིན། དེ་འདྲས་ཡིན་དུས་ངས་དེ་ད་ལྟ། བཀའ་མོལ་ཞུ་དུས་སྐབས་སུ་གང་ཟག་བྱེ་བྲག་པ་དང། དེ་ནི། སྤྱི་ཚོགས་བྱེ་བྲག་པ་ལ་ཡིན་ཞུ་གི་མེད་སྤྱི་ཡོངས་ཀྱི་ཞུ་གི་ཡོད། དེ་འདྲ་ཡིན་དུས་ཡང་འདི། ཚིག་འདི་གང་ཞུ་གི་རེད་ཕ་ལྟོས་ནས་ཡང་འདི་ཁོ་ལ་ལབ་གི་ཡོད་འདི་ཁོ་ལ་ལབ་གི་རེད་དེ་འདྲ་མ་གསུངས་རོགས་ཕྱིར་བ་ལ། སྤྱི་བཏང་གིས་ངའི་བསྟན་པའི་དོན་དག་ལ་ཡང་བསམ་བློ་བཏང་ནས་ཞུ་གི་ཡོད་ང་རང་གིས་དང་ང་རང་གི་བསམ་ཚུལ་ཅིག་གཅིག་བྱས་ན་བསམ་བློ་ཆུང་ཆུང་ཡིན་མདོག་ཁ་པོ་རེད། དེ་འདྲ་ཡིན་དུས། ད་ང་རང་ཚོའི། ད་ལྟའི་གི་གནས་སྟངས་ནང་ལ་ད་སྤྲུལ་སྐུ་མཁན་པོའི་མཚན་ཐོགས་པ་མང་པོ་ཅིག་ཡོད་བསྡད་པ་རེད། ད་ཁ་ཤས་ཀྱིས་དངོས་གནས་ཀྱི་ལམ་ལུགས་ཚུལ་ལྡན་ཅིག་གི་ཐོག་ནས་ཀྱི་བླ་མའི་མངོན་ཤེས་ཀྱི་ཐོག་ནས་གཟིགས་པ་གནང་ཨ་ནི་ངོས་འཛིན་གནང་བྱ་འབྲི་གནང་ད་དེ་འདྲའི་ཀྱི་འགྲོ་ཀུ་སླེབས་བསྡད་པ་ཁ་ཤས་ཡོད་བསྡད་པ་རེད་ཨ་ནི་ཁ་ཤས་ད་དངོས་ཡོད་གནས་ཚུལ་ད་ཅིག་ཕ་དགོན་པར་བསྡད་དུས་ཀྱི་སྤྲུལ་སྐུ་མཁན་པོའི་མིང་མེད་པ་ཅིག་ལ་ཡང་ས་ཆ་གཞན་པ་ཅིག་སླེབས་བསྡད་དེ་བླ་མ་ཆགས་འདི་ངན་འགྲོ་སྤྲུལ་སྐུ་ཆགས་འདི་ངན་འགྲོ་དེ་འདྲའི་ཅིག་ཡོད་བསྡད་པ་རེད་བ་ད་དངོས་ཡོད་གནས་ཚུལ་རེད་བ། དེ་ནང་བཞིན་གྱི། ད་མཁན་པོ་ལ་མཚོན་པ་ཡིན་ན་ཡང་ཅིག་ལོ་རིམ་དགུ་པ་མཐར་ཕྱིན་ནས་ཅིག་ཁོ་རང་འགྲོ་སྟངས་ཅིག་གི་གཞི་བཟུང་ཅིག་གི་ཐོག་ནས། ཨ་ནི་ཅིག་བསླབ་པ་ཐག་ཚུན་ཆད་ཨ་ནི་དེའི་ཐོག་ལ་ཅིག་རིགས་གཅིག་རྐང་འཛིན་གནང་དགོས་ཀྱི་ཡོད་ན་འདྲ། ད་སྒྲུབ་པ་བཞུགས་དགོས་ཀྱི་ཡོད་ན་གང་ལྟར་ལམ་ལུགས་ཅིག་གི་ཐོག་ནས་སླེབས་བསྡད་པའི་ཡང་མཁན་པོ་ཅིག་ཡོད་བསྡད་པ་རེད། ཡང་ཁ་ཤས་ཅིག་ལོ་རིམ་གསུམ་བཞི་སུ་མ་གཏོགས་མ་བསྡད་ན་ཡང་མཁན་པོ་ཆགས་དེང་དེ་འདྲའི་ཡོད་བསྡད་པ་རེད་ད་ནི་གནས་ཚུལ་རུ་བ། ད་ཡིན་ན་ཡང་འདི་ཅིག་ཡག་པོ་རེད་ཅིག་ཡག་པོ་མ་རེད་ཟེར་ཙང་ནི་ང་ཚོ་འདི། ད་ཨིན་ཇི་སྐད་མ་གསུངས Discrimination བྱེད་ཤེས་ས་མ་རེད། གང་ཡིན་ཟེར་ན་སངས་རྒྱས་བཅོམ་ལྡན་འདས་ཀྱིས་ང་དང་ང་འདྲ་བའི་མ་གཏོགས་གང་ཟག་གི་ཚོད་ཨ་ནི་གང་ཟག་གིས་མ་བཟུང་གསུངས་བ་རེད། དེ་འདྲ་ཡིན་དུས་ད་ཆོས་བདེན་པ་རེད་ཆོས་རྫུན་མ་རེད་ཟེར་གྱིན་རྩོད་བསྡད་པ་ཡིན་ན། དེ་ནི་ང་རང་ཚོའི་བསྟན་པ་ལ་ཞལ་འདེབས་མེད་པ་བཅས་ཀྱི་ཐོག་ནས་ཨ་ནི་ནང་ལ་རྙོག་དྲ་ཆགས་ཡ་ཅི་མ་གཏོགས་མི་འདུག། དེ་འདྲའི་ད་ལྟའི་གནས་སྟངས་འདིའི་ཐོག་ནས་ད་བླ་མ་སྤྲུལ་སྐུ་མཁྱེན་པའི་མཚན་ཅིག་ལམ་ཡང་དག་པའི་ཐོག་ནས་སླེབས་པ་ཡིན་ན་འདྲ་ཅིག་ཅོག་ཅོག་བྱས་ནས་སླེབས་པ་ཡིན་ན་འདྲ་གང་ལྟར་ད་མཚན་ཅིག་བཞེས་ཚར་རེད། མཚན་ཅིག་བཞེས་ཚར་ཏེ་ད་དེ་ནས་གཙོ་ཆེ་བ་དེ་ཁོང་རྣམ་པའི་མ་འོངས་པ་གི་ཕྱག་ལས་གནང་སྟངས་དེ་གལ་ཆེ་ས་རེད། ལྷག་བསམ་རྣམ་དག་ཅིག་གི་ཐོག་ནས། བསྟན་པ་འཛིན་སྐྱོང་སྤེལ་གསུང་སུས་གནང་ན་ཡང་ད་དེ་ལ་ཡང་རྒྱབ་སྐྱོར་ཞུ་ཡ་རེད་མ་གཏོགས་འོ་ད་ཁྱོད་སྤྲུལ་སྐུ་རྫུན་མ་རེད་ཟེར་གྱི་འགྲོ་བ་མཁན་པོ་རྫུན་མ་རེད་ཟེར་གྱི་འགྲོ་བ་དེ་ཆོ་མི་འདུག་བ། བསྟན་པ་ལ་ཕན་ཐོགས་ན་ཁོག་ཕན་ཐོགས་པ་རེད་བ། ད་དེ་འདྲས་མ་ཡིན་པའི་གི་ཡང་ཅིག་ཕི་ཀའི། བླ་མ་སྤྲུལ་སྐུ་ཡིན་ན་རེད་མཁན་པོ་ཡིན་ན་རེད་ཅིག་ལམ་ལུགས་ཡང་དག་པ་ཅིག་གི་ཐོག་ནས། ངོས་འཛིན་བྱེད་ཚད་ལྡན་བྱེད་ཁྲིད་འདོན་བྱེད་ཡང་དག་པ་ཅིག་གི་ཐོག་ནས། བླ་མ་དྲུག་གི་མཚན་ཡིན་ན་རེད་མཁན་པོའི་མཚན་ཡིན་ན་ཅིག་ཁུར་ནས་བསྟན་པ་ཞིག་ཡོང་ན་ཁོ་བསྟན་བཤིག་རང་རེད་མ་གཏོགས། ཆོས་དངོས་གནས་དྲ་ནས་རིག་གི་ཡིག་ཆ་དངོས་གནས་ཡོད་རེད་སྤྲུལ་སྐུ་དངོས་གནས་རེད། ཅེས་བསྟན་པ་བཤིག་ན་བཤིག་ཆོག་གི་རེད་ཟེར་ན་འགྲིག་ས་མ་རེད་བ། དེ་བསྟན་བཤིག་ནི་བསྟན་བཤིག་རང་བྱེད། དེ་འདྲ་གནང་དགོས་སར་མ་གཏོགས་ཅིག་ང་ཚོས་ཅིག། འོ་ད་ང་དངོས་གནས་རེད་ང་གར་བྱས་ན་འགྲིག་གི་རེད་བསམ་བསམ་འདྲ་བོ་དང། ཁོ་རྫུན་མ་རེད་ཁོས་གང་ཡང་བྱེད་ཆོག་གི་མ་རེད་དེ་འགྲིག་ས་མ་རེད་བསམ་འདུག། དེ་ལྟར་ཡིན་དུ་མ་འོངས་པ་ན་ད་བསྟན་པ་འཛིན་སྐྱོང་གནང་དུས་དེ་ལྷག་བསམ་རྣམ་དག་ཅིག་གི་ཐོག་ནས་ད་བསྟན་པ་འཛིན་སྐྱོང་སྤེལ་གསུམ་སུས་གནང་ན་ད་དེ་ལ་ང་ཚོས་རྒྱབ་སྐྱོར་ཞུ་ཡ་རེད་མ་གཏོགས་ཁྱོད་ཡི་གེ་འཛུལ་མ་རེད་ཟེང་དང་དུ་ཁྱོད་ལོ་རིམ་དགུ་པ་ཕྱིན་ཡོད་མ་རེད་ཟེང་དུ་དེ་སྐད་ཆ་བཤད་ཉན་ས་མ་རེད། ག་ཟིག་གིས་ཅིག་ལམ་ཡང་དག་པ་ཅིག་གི་ཐོག་ནས་སླེབས་ནས་བླ་མ་སྤྲུལ་སྐུ་དང་མཁན་པོའི་མཚན་བཞེས་ནས་བསྟན་པ་བཤིག་ཡོང་ན་ཁོ་བསྟན་བཤིག་རེད་མ་གཏོགས་ཨོ་ཁྱོད་དངོས་གནས་སྤྲུལ་སྐུ་ངོས་འཛིན་ཡང་དག་པ་བྱས་ཡོད་རེད་བསྟན་པ་བཤིག་ན་བཤིག་ཆོག་གོ་ཟེང་དེ་འགྲིག་ས་མ་རེད་བསམ་གི་འདུག

ད་ང་ད་ཆས་མེད་ང་གྲུབ་ཐོབ་ཡིན། ང་གར་བྱས་ན་ཆས་མེད་ལབ་ན་བསྟན་པ་ཅི་ལ་མ་བཟོ་གི་ཡོད་རེད་དེ། ཕེ་ཏོ་བ་ལ། དེ་འདྲ་ཡིན་དུས། ཐུགས་བསམ་ཡག་པོ་བཞེས་དགོས་ས་རེད། དེ་ཡིན་དུས་ད་ཅིག་མ་འོངས་པ་ན་བསྟན་པ་ལ་ཞབས་ཞུ་ག་འདྲས་ཞུ་དགོས་འདུག་ཟེར་ན། ད་ལྷག་བསམ་རྣམ་དག་ཅིག་གི་ཐོག་ནས། རང་རང་སོ་སོ་ད་སྤྲུལ་སྐུ་དང་མཁན་པོའི་ས་གནས་ལ་ག་འདྲས་སླེབས་པ་ཡིན་པ་དེ་ཇུས་ཏོག་མ་ཡིན་པ་ཅིག་གི་ཐོག་ནས། ད་ནས་བར་བསྟན་པ་གི་ཕྱག་ལས་འདི། ཨ་ནེ་ལྷག་བསམ་རྣམ་དག་ཅིག་གི་ཐོག་ནས་ཅིག་བསྟན་པ་ཕྱག་ལས་དེ་གནང་ཐུབ་ན་དེ་ང་ཚོ་ཕྱར་བ་གྲུ་འདེགས་ཀྱིས་ཨ་ནེ་བསྟན་པ་ལ་ཞབས་ཞུ་ཡོང་ས་རེད། དེ་ཡིན་དུས། ཅིག་གི་ད་ཅིག་ཞུས་པ་ན་ཅིག་གང་ཟག་གི་ཚོས་གང་ཟག་གི་ཟིན་ཐུབ་ཀྱི་མ་རེད། དངོས་གནས་བྱས་ན་ཅིག་བསམ་བཞིན་སྲིད་པ་བཟུང་བའི་སྤྲུལ་སྐུ་ཚད་མ་ཐོག་ནས་ཁོ་ལུས་སོང་ནས་དངོས་གནས་ཅིག་དུས་ལ་བབ་ཡོང་དུས་ཁོ་ཅིག་མཛད་པ་སྐྱོང་ཡོང་ཡིན་ན་ཧ་གོ་ཡ་ཡོད་མ་རེད་བ། འོན་དེ་འདྲ་ཡིན་དུས་དེ་འདྲའི་ཐོག་ལ་ད་བྱུང་ཐུབ་ན་ང་ཚོ་ཡག་པོ་ཡོང་གི་མེད་འགྲོ་ཨོ་ད་ངས་དེ་བསམ་ཚུལ་ཅིག་ཞུ་ཡ་དེ་ཡིན། ཨཱ་དེ་ན་བཞིན་གྱི་ད་ཕྱག་ལས་གནང་ཡོང་དུས། ཕྱག་ལས་ག་འདྲས་གནང་དགོས་འདུག་ཟེར་དུས་སྐབས་སུ་ང་ཚོ་གནད་འགག་ཆེ་ཤོས་གཅིག་དེ། གཙོ་བོ་དེ་བསྟན་པ་གཞི་བཞག་ནས་གཙོ་བོ་དེ་བསྟན་པ་བཞག་ནས། ཨཱ་ནི་ཞོར་ལ་ད་དཔལ་འབྱོར་ད་མ་བྱེད་རང་བྱེད་རུ་བ། ཅིག་ཚོགས་པ་ཅིག་ཚོགས་དགོས་ན་དཔལ་འབྱོར་དགོས་ཀྱི་རེད་ད་དབང་ལུང་འདི་འདྲ་ཅིག་ཚོགས་དགོས་ན་དཔལ་འབྱོར་བསྟེན་དགོས་ཀྱི་རེད་མ་གཏོགས་དཔལ་འབྱོར་མེད་ན་ང་ཚོ་ཡོང་ཐུབ་ཀྱི་ཡོད་མ་རུ་བ། དེ་འདི་གཙོ་བོ་དེ་ཆོས་གཞི་བཞག་ནས་ཨཱ་ནི་དཔལ་འབྱོར་འདི་ཞོར་ལ་ཡོང་ན་ཨཱ་ནི་ཕ་ཆེ་ད་ཆོས་དང་མཐུན་པ་ཅིག་ཡག་པོ་ཅིག་གི་ཆ་བཞག་དགོས་ས་རེད། གཙོ་བོ་དེ་དཔལ་འབྱོར་བྱེད་དཔལ་འབྱོར་ཡོང་ཡག་གི་ཆེད་དུ་ཨ་ནི་ཆོས་བེད་སྤྱོད་བཏང་ན་ཨ་ནི་དེ་ལོག་པ་ཅིག་ཕ་ཅིག་ངོས་འཛིན་དགོས་མེད་འགྲོ། ང་ན་ནིང་དུ་བ་ཁ་ཤས་ཅིག་ཟེར་མཁན་བྱུང། མཆོད་རྟེན་ལ་འབར་རྩ་དགུ་རུ་ཅིག་ཚོགས་ཁག་ཡོང་རོགས་བྱེད། ག་རེ་ལ་ཡིན། ང་ཚོའི་ཚོགས་པ་དེ་ལ་པེ་ཤག་ཙམ་མེད། ཨོ་ད་དེ་འདྲ་ཡིན་ན་ང་ཡོང་གི་མེད་ད་ཟེར་ལ་ཡིན། པེ་ཤག་གི་ཆེད་དུ་ཆོས་སྒྲུབ་པ་མ་ཡིན་པར་བ། ད་དཔེར་ན་རང་དཔེར་ན་ཀུན་མཁྱེན་འཇིགས་མེད་གླིང་པ་འདྲ་བོ་ཅིག་ལ་དད་པ་ཡོད། ད་འདི་གི་ཅིག་གར་བཞུགས་ཀྱི་པ་ཅན་གྱི་ད་འཇིགས་གླིང་གི་ཅིག་སྒྲུབ་ཆེན་ཅིག་ཚོགས་ཡ་གི་པའི་དད་པ་ཡོད་དེ་གཏེར་ཆོས་ལ་དད་པ་ཡོད་ད་དེ་ང་ཚོགས་དགོས་བསམ་པའི་སྙིང་ཐག་པ་ནས་དད་པ་ཡོད་ན་ད་དེའི་ཅིག་སྒྲུབ་ཡ་གི་ཆེད་དུ་ཨ་ནི་བ་འཇུ་འདྲ་པོ་ཏེས་ཡ་མ་འཐབ་ཤི་ད་ན་དཔེ་ད་ང་ཚོ་འབྲུག་ལུང་པ་མི་ཚོ་དཔེ་ཆོས་ལ་དད་པ་ཆེན་པོ་རེད་ཚང་མས་ཕུལ་གི་རེད་དེ་ལ་ག་ཚོད་ཕུལ་གི་འདུག་ཧ་ལས་ཡ་རོ་བ་ཕུལ་གི་རེད་དེ་འདྲ་ཡིན་དུས་དེ་དད་པ་དེ་ང་ཚོ་མི་ཚེ་ཡོད་ས་བྱེད་ཡ་མི་འདུག་བ་ཡང་དག་པའི་ལམ་ཅིག་ལ་ཁྲིད་དགོས་ས་རེད། དེ་འདྲ་ཡིན་དུས་གཙོ་བོ་ཆོས་དེ་གཞི་བཟུང་ང་རང་ཚོ་གི་སེམས་འདི་དག་ང་རང་ཚོས་མ་གཏོགས་ཧ་གོ་གི་མ་རེད། དེང་སང་གི་དཔལ་འབྱོར་གི་ཐོག་ལ་འདྲ་མི་འདྲ་ཆོས་དང་མ་མཐུན་པ་བྱེད་མཁན་མང་པོ་འདུག་ཨང། ཐེ་ཝན་དུ་བ་ལ་སྒྲུབ་ཆེན་དཀྱིལ་འཁོར་གཙོ། སྒྲུབ་ཆེན་དཀྱིལ་འཁོར་གང་ལ་ཡང་སྦྱིན་བདག་ཚང་མས་མིང་བྲིས་ད་དེའི་མདོ་རྒྱུད་བསྟན་བཅོས་ག་པར་ཡོད་རེད་དེ་འདྲས། སངས་རྒྱས་གསུང་ན་ཡོད་མ་རེད་པ། སྒྲུབ་ཆེན་དཀྱིལ་འཁོར་ཕལ་སྐད་ཤོག་གུ་གི་ཁྲ་ཐ་མི་ཡིན་རྐང་བཞག་ག་རེ་སྒྲིན་བདག་གི་མིང་རེད། གྲུབ་ཆེན་དཀྱིལ་འཁོར་ན་ལྷ་ཚོགས་ཡོད་མ་རེད་སྦྱིན་བདག་གང་དུ་ཡོད་རེད། རེད་འདུག་བ་ད་དེ་ཚོའི་གྲས་དེ་ང་ཚོའི་ཆོས་ལོག་པ་ཅིག་ཆགས་བསྡད་ཀྱི་འདུག། དེ་འདྲ་དེའི་ཐོག་ལ་རང་གི་ལྷག་བསམ་རྣམ་དག་ཅིག་ད་ད་ལྟ་གང་ལྟར་ང་རང་ཚོ་ཆོས་དམ་ཚིག་འབྲེལ་བ་ཅིག་ཆགས་ཚར་རེད་ཚང་མས་དེའི་ཐོག་ལ་ཅིག་ཐུགས་བསམ་ཅིག་བཞེས་ན་ང་ཚོའི་བཀའ་འགྱུར་རྙིང་མའི་བསྟན་པ་དེ་ཕྱར་བ་གྲུ་འདེགས་ཅིག་གི་ཐོག་ནས་ཚང་མས་ཅིག་ད་གཙོ་བོ་མཁན་པོ་སྤྲུལ་སྐུ་མཚན་ཡོད་མཁན་རྣམ་པ་ཚང་མས་ཀྱིས་ཅིག་ཕྱར་བ་གྲུ་འདེགས་ཅིག་གནང་ཡག་དེ་གལ་ཆེན་པོ་འདུག་ཞུ་བའི་གཅིག་དེ་ཡིན།

ད་རྒྱབ་ཕྱོགས་དེ་གང་འདྲའི་ནང་འགོག་འདུག་ཟེར་ཞུས་པ་ཡིན་ན། ད་བདག་སྙིང་འདུ་བ་ཁམས་འདུ་བ་ལ། སྙིགས་མའི་དགོན་ཆེན་དྲུག་དེ་གང་ལ་དེ་ནི་གང་བཞུགས་རེད། གསེར་རྟ་དང་དེ་ནི་ཡ་ཆེན་ད་རྣམ་པ་གཉིས་རྩིས་པའི་གིས་དགོན་པ་བརྗེས། ཀུན་སྤྱོད་ཡར་བཅད་ཀྱི་ཚོགས་འདུས་སེང་གེ་མང་པོ་ཚོགས་གནང་སོང། ཡག་པོ་ཞེ་དྲག་རེད། ང་ཚོ་ཞེ་ཆེན་ཡང་དེ་ནང་ལ་འབྲུག་པའི་སྐད་མ་གསུང་ན་ཅང་མ་གཏོགས་ཡོད་རེད། ཚར་གཅིག་ང་ཚོས་གོ་སྒྲིག་ཞུས་པ་ཡིན། དུག་གཟི་མཇལ་དུས་སྐབས་སུ། ཀུན་སྤྱོད་ཡར་རྒྱས་ཀྱི་ཚོགས་འདུས་དེ་གྲ་སྒྲིག་གནང་མཁན་དེ་ཚང་མ་དགེ་སློང་རྐྱང་རྐྱང་རེད་རེད། ཚོགས་འདུས་ནང་ལ་སྐྱོན་བརྗོད་ཡོང་ཚོགས་དེ་སྔགས་པ་རྐྱང་རྐྱང་རེད་རེད། ཨ་ནི་ངས་རྩེད་མོ་ཞུས་ཡིན་ད། དགེ་སློང་གིས་སྔགས་པ་ལ་ཁྲིམས་བསྡམས་སྔགས་པས་དགེ་སློང་ལ་ཁྲིམས་བསྡམས་ན་ད་དགེ་སློང་དང་སྔགས་པ་འཁྲུག་བ་ཤོར་ཡ་མ་ཏོག་ཡོང་ས་མ་རེད། དེ་འདྲས་ཡིན་དུས། དངོས་གནས་ཀྱི་འདུལ་བའི་བསྟན་པ་ཉག་ཕྲ་བོ་རེད། ངས་ག་རེ་བསམ་གྱི་འདུག་ཟེར་དུས་སྐབས་སུ་དགེ་སློང་རྣམ་པ་ཚོ་དགེ་སློང་རང་ཚུགས་ཟིན། འདུལ་བའི་གྱི་ཆོས་དང་མཐུན་པའི་གྱི་ཐོག་ནས་ཨ་ནི་ཤང་ཐབ་དོན་ཚོ་ཐང་ཤམ་དོན་ཚོ་ད་འདུལ་བའི་ནང་ལ་གསུངས་ཡོད་རེད་ངས་མཁན་པོ་ཚོར་བརྟག་པ་ཞུ་གི་ཡོད་ཤང་ཐབ་ཐང་ཤམ་བཞེས་རོགས་བྱས། ཁོ་གང་ཡིན་ཟེར་དུས་སངས་རྒྱས་ཀྱི་བཅོམ་ལྡན་འདས་ཀྱིས་ཁྱད་གོས་མ་འདྲ་བ་གནང་དགོས་པའི་རྒྱུ་མཚན་ཁོ་རང་བརྟག་ཆགས་ལུགས་ཀྱི་བྱས་ནས་ཕ་མཇལ་ཡོང་དུས་ནས་ཨོ་ད་དེ་དགེ་སློང་རེད་འདུག་ད་ཅེས་ནས་ཅིག་མིག་གི་མཐོང་སྣང་གིས་ཅིག་ཏང་ཡོངས་དེ་ནི་མ་འདྲ་བ་ཞིག་མཐོང་དགོས་རེད་དེ་གསུངས་ཡོད་རེད་བ། ད་དེང་སང་དུས་ཚོད་ཀྱིས་ང་ཚོ་ཚང་མ་གླ་རྩི་གོ་རྩི་འདྲ་བོ་ཞིག་ཆགས་ཚར་དུས་གཅིག་དུག་སེལ་ཡོད་དུས་དངོས་གནས་གྲྭ་པ་སུ་ཡིན་སྔགས་པ་སུ་ཡིན་ཧ་མ་གོ་མཁན་འདྲ་བོ་ཆགས་འདུག་བ། དེ་འདྲ་ཡིན་དུས་ང་རང་གི་བསམ་ཚུལ་ལ། དཔེར་ན་ངས་ད་ལྟའི་ཁ་ཟིག་དབང་ལུང་འགོ་བཙུགས་ནས་སྟོན་ཁ་གོན་མེད། མ་གོན་ཡ་དེ་གཅིག་ངས་སྒྲིག་ཤིག་བ་འདྲ་བ་དེ་འདྲས་མེད། ང་རང་གི་སེམས་ནང་ལ་ད་ཅིག་རབ་བྱུང་ལ་གུས་ཞབས་མཚོན་བྱེད་འདྲ་བོ་ཡིན། ཉོན་ན་ད་མི་གའི་དགེ་འདུན་པའི་ཚོགས་ཁང་ན་རྫིག་པོ་བཙོང་ཡ་འདུག་བ་གོན་ཆོག་ཆོག་རེད། དེ་འདྲ་ཡིན་དུས་རབ་བྱུང་འདུ་འཛི་ཅིག་ད་སྟོན་ཁ་འདུག་བ་ནང་ལ་ད་ཡོད་མ་རེད་དེ་ཡིན་ན་ཡང། ད་རབ་སྟོན་ཁ་སེར་པོ་འདུ་ཚོ་ཕ་ཆེ་རབ་བྱུང་གི་ཆེ་འདྲ་བོ་ཆགས་ཡོད་འདུག་བ་དེང་སང། དེ་ཡིན་དུས་རབ་བྱུང་འདུ་ཚོ་སྟོན་ཁ་སེར་པོ་བྱེད་ཐང་ཤམ་བྱེད། ཨ་ནི་ཀྲི་ཤོད་ཟེར་མཁན་འདྲ་པོ་དང་དེ་ནི་ཅིག་དེ་འདྲ་པོ་དེ་མ་ཆོད་ན། དེ་ནི་ཅིག་ཕ་རབ་བྱུང་རབ་བྱུང་ཕ་ཟུར་དུ་དོན་ས་རེད་བསམ་གྱི་འདུག་ཨ་ནི་ང་རང་ཚོ་ད་གོས་དཀར་ལྕང་ལོའི་སྡེ་དང་རབ་བྱུང་ངུ་ནི་གི་སྡེ་སུ་མགུར་རིན་པོ་ཆེ་སྐབས་ནས་ཡོད་བསྡད་པ་ཅན་རེད་མ་འདུག་ཁོང་གསར་དུ་བཏོན་བཞག་པ་ཅིག་མ་རེད་བ། དེ་འདྲ་ཡིན་དུས་རབ་བྱུང་ན་ད་ང་རང་ཚོ་གོས་དཀར་ལྕང་ལོའི་སྡེ་རྣམས་པ་དབུ་སྐྲ་ལྕང་ལོ་དང་དེ་ནི་གཟན་ཤམ་དཀར་པོ་བཞེས་བསྡད་ཡིན་ད་དེ་ང་རང་ཚོ་ཤར་ཕྱོགས་ནས་ཕེབས་ཡོང་མཁན་མང་པོ་འདུག་དཔེ་དང་བ་འདྲེན་པོ་འདུག་ཡག་པོ་ཞུ་དྲག་འདུག་མཇལ་ཡོང་དུས་ནི་ཅིག་ད་ཁོ་ངག་པ་ཡིན་པ་རེད། དེ་མ་ཡིན་ན་ཡང་འབྲུག་ལ་སྒོམ་ཆེན་ཟེར་ཡ་བརྗོད་བསྡད་པ་རེད་ཁོ་ཁོ་རང་ཁོ་རང་ཆེ་དགོས་ཡོད་བསྡད་པ་རེད། ད་དེ་ལྟར་མ་ཡིན་ན་ཡང། ད་ཅིག་རབ་བྱུང་གི་ཆེད་ལས་རྫིག་ཚར་ཅིག་མ་ཡིན་པ་ཅིག་གི་ཐོག་ནས་ད་ང་རང་ཚོ་སྔགས་ཆེན་རང་ཆ་ཚང་མེད་པ་ཡིན་ན་ཡང་ཅིག་ཕར་ལྟ་དུས་ནས་ད་འདི་ཅིག་དགེ་སློང་མ་རེད་བསམ་བསམ་འདྲ་བོ་ཅིག་ཡོད་ན་འཇའ་འོད་རིན་པོ་ཆེ་འདྲ་བོ་ཡིན་ན་ཕུ་དུང་གོན་གསུང་གི་འདུག་བ་ཕུ་དུང་གོན་ཞོགས། ད་ཡང་དེ་བདེ་བོ་རང་མི་འདུག། དེ་གང་ལྟར། ཆེས་ཁ་ཤས་གཏན་རབས་ཅུང་མ་ཡིན་ན་ཡང། སྟོན་ཁ་ཐུན་ཚོད་ལྟ་ཐུན་ཚོད་དཔེར་ཁོ་རང་མགོ་གི་ཞྭ་མོ་ནི་མ་རྐང་པའི་ཨོམ་སུག་བར་དུ་གསལ་པོ་གོན་ནས་ཕེབས་བསྡད་ཀྱི་འདུག་ཨ། ཁོས་ཧ་ཅང་ཐལ་དྲགས་མོད་འགྲོ་བསམ་གྱི་འདུག། དེ་འདྲའི་གཏན་རབས་ཅུང་མ་ཡིན་ན་ད་ཁོ་ཡོད་བསྡད་པ་རེད་གྱོ་གར་སྦྱངས་ནུས་བསྡད་དེ་ཡིན་དུས་ཁོ་རང་ཅིག་ད་ས་འཇལ། ནམ་ཟ་དེའི་བར་ཅི་ཐང་གི་ཅིག་བབ་ཆག་སྒོ་ཅིག་ཆོད་ཨ་ནི་རབ་བྱུང་ཡིན་མཁན་ཚོ་གི་དེ་ནམ་ཟ་གི་ཐོག་ནས་རྦད་ཁོ་རང་ལོ་ག་ཅིག་ཐོན་ཐུབ་པ་ཅིག་བ་ལྟ་ཡོང་དུས་ནས་འདི་རབ་བྱུང་རེད་འདུག་བསམ་བསམ་ཅིག། ཨ་ནི་ང་རང་ཚོས་ད་ཅིག་དངོས་གནས་ཀྱི་ཅིག་བསྔགས་པ་ཚད་ལྡན་ཡིན་ན་ད་ད་ངོ་བོ་རྣལ་འབྱོར་ཡོན་ཏན་ཡར་ལྡན་ཟེར་ཏེ་སྐབས་སུ་ཅིག་དངོས་གནས་ཆ་ནས་ད་རབ་བྱུང་ལས་ལྷག་པ་ཅིག་རེད་ད་དེ་ག་ལས་ཁ་བོ་རུ་བ། དེ་འདྲ་ཡིན་ན་ང་རང་ཚོ་ད་གོས་དཀར་ལྕང་ལོའི་སྡེ་ཁུངས་སུ་གཏོགས་པ་རྣམས་ཀྱིས་རབ་བྱུང་རྣམ་པ་ལ་ཡར་གུས་ཞབས་གནང་ཡ་དེ། ཨ་ནི་རབ་བྱུང་རྣམ་པ་ཡིན་ན་རང་སོ་སོ་གྱི་རྟགས་ཆ་ལུགས་དེ་ཡང་དག་པ་ཅིག་བཞེས་པ་ཡིན་ན་ཨ་ནི་རྡོ་བུས་པར་རྟགས་ཡོན་ཏན་ཅིག་ཕར་མཇལ་ཡོང་དུས་ནས་དེ་ཚེ་དབྱེ་འབྱེད་འདྲ་བོ་ཅིག་བྱུང་ན། ཨ་ནི་དེ་འདྲའི་ཡིད་ཀྱི་རབ་བྱུང་བསྟན་པ་ལ། འདུལ་བའི་བསྟན་པ་ལྟས་གཅིག། ཨ་ནི་ཕན་ཐོགས་མེད་འགྲོ། ཨ་ངས་དེ་འདྲའི་བསམ་ཚུལ་འགྲོ་གི་ཡིན། དེ་ང་ཞུ་ཡ་སྟབས་བདེ་པོ་འདུག་གང་ཡིན་ཟེར་ཏེ་ང་རང་བསྟན་རབ་བྱུང་མ་ཡིན་འདི། ཨ་ནི་ལབ་ན་ཡག་པོ་འདུག་མ་གཏོགས་ཡང་དགེ་སློང་གཅིག་གིས་གསུངས་ན་ཁོའི་བསྔགས་པ་ལ་ཁ་བཏང་འདུག་ཟེར་ཆགས་གི་རུ་བ། ཡིན་དེ་ངས་ཞུ་བདེ་པོ་གཅིག་འདུག་དེ་ཡིན་དེ་ངས་དུ་ཞུས་པ་ཡིན་དེ་ཡིན་ཚང་མའི་གཅིག་ཐུགས་ལ་བཞག་གནང་ནས། ད་ཅིག་མོ་ང་རང་ཚོ། ཆོས་ལ་ཅིག་ཆོས་གཅིག་ཡག་རེད་མ་རེད་ཟེར་གི་མེད་བསྟན་པ་སྤྱི་ལ་བསམ་བློ་བཏང་ནས་ག་འདྲེས་བྱེད་ན་བསྟན་པ་དེ་སྤྱི་ངང་སུ་ཆ་བ་འཁྲུངས་འདྲེས་ཡོང་ས་རེད་ག་འདྲེས་བྱས་ན་མ་འོངས་པ་ན་བསྟན་པ་ལ་ཕན་ཐོགས་ས་རེད་ཨ་དེའི་ཐོག་ལ་ཅིག་ཐུགས་བསམ་བཞེས་ནས་ཨ་ནི་ཚང་མས་ཀྱི་ཅིག་ད་ང་རང་ཚོ་ད་ཅིང་ཤོས་པ་ན་རིང་ད་ངང་ཚོ་ཆོས་དམ་ཚིག་འབྲེལ་བ་ཅིག་ཆགས་ཚར་རེད་དེ་འདི་ངའི་སེམས་ལ་གང་དྲན་པ་དེ་མ་ཐུགས་ཆེན་མ་ཞུ་བཞག་ཡིན་ཐུགས་རྗེ་ཆེ།